ནང་པ་དེ་ཡང་འབུལ་ལམ་ཞུ་ཆོག་གོ་ཅེས་དྲི་བ་ལྔ་པ། དྲི་བ་ལྔ་པ། ཤེས་བྱའི་མཁའ་ལ་བློ་གྲོས་ཀྱི་འཇུག་སྒོ་ཡངས་པ་མཁས་དབང་སྐུ་ཞབས་ཆབ་མདོ་ཤེས་རབ་མཆོག་ངེད་བོད་དོན་གླེང་སྟེགས་ཁང་དུ་བྱོན་པར་ལེགས་ཞུ། དྲི་བ་དང་པོ། དེང་དུས་ཡར་ཐོན་ཅན་གྱི་རྒྱལ་ཁབ་དང་སྒེར་གྱི་གསར་འགྱུར། སྣ་ཚོགས་ཤིག་འཛམ་གླིང་ཁྱོན་དུ་གྲགས་དང་སྒྲོག་བཞིན་པ་རེད། ཕལ་མོ་ཆེའི་སོ་སོའི་ཁེ་ཕན་ནམ་ཡང་ན་མཐུན་ཕྱོགས་རྒྱལ་ཁབ་ལ་སྐྲན་ལས་འཁྲབ་བཞིན་པ་རེད། ང་ཚོས་ཕྱོགས་གང་གི་གསར་འགྱུར་ལ་ཡིད་ཆེས་བྱ་དགོས་སམ། དྲི་བ་གཉིས་པ། ཨུ་རུ་སུས་ཡུག་རེན་དང་དམག་འཐབ་བྱས་ཏེ་ཉིན་འགའ་ཤས་ལ་ཡུག་རེན་རྒྱལ་ཁབ་དེ་ཉིད་སོ་སོའི་པང་དུ་ལེན་ཐུབ་རྒྱུའི་རེ་སྟོང་བཅངས་ཀྱང་ད་ཆ་ཉིན་གྲངས་བརྒྱ་ལྷག་ཙམ་འགོར་བ་རེད། ད་ཆ་ཡུཀ་རེན་གྱི་སྐྱབས་བཅོལ་བ་ཧ་ཅང་མང་པོར་ཡུ་རོབ་ནས་གོ་སྐབས་སྤྲད་པར་བརྟེན། ཨུ་རུ་སུའི་ཁོང་ཁྲོ་ཆེན་པོས་འཇར་མན་གྱི་ཉེ་འཁྲིས་སུ་གནས་པའི་གློག་ཁང་ཧ་ཅང་ཆེན་པོ་ཞིག་ཡོད་སར་འབར་མདེལ་གཡུག་རྒྱུའི་འཇིགས་སྐུལ་བྱེད་བཞིན་པ་དེས་འཛམ་གླིང་དམག་ཆེན་གསུམ་པ་ལང་རྒྱུའི་ཉེན་ཁ་ཞིག་ཟིལ་གྱིས་ཨེ་ཡོད། ལྷག་བསམ་དགེ་བས་གུས་འདུད་དང་བཅས་ཏེ་ཕུལ། ཐུགས་རྗེ་ཆེ་བཀའ་དྲིན་ཆེ། དེ་ནས་དྲི་བ་ལྔ་པ་འདི་རེད་དྲུག་པ་འདི་རེད་ད་གང་ལྟར་དེ་གི་ནང་ལོགས་ལ་ཡང་སྲོལ་འདྲ་བོ་གཉིས་ཡོད། དང་པོ། གསང་སྤྱོད་མང་པོ་ཞིག་སོ་སོ་སྒེར་གྱི་མིང་གི་ཆེད་དུ་ཡིན་དུས་ད་ང་ཚོས་གསང་སྤྱོད་ག་འདྲའི་ཆེད་ལ་ཡིད་ཆེས་བྱེད་དགོས་རེད་ཟེར་དེ་རེད་ཤག། ད་ལྟའི་སྐོར་དེ་ད་འདོད། ཐོག་མའི་གི་གཏམ་བཤད་དེ་གི་ནང་ལོག་ནས། གང་ལ་གང་ཚང་གི་དགོངས་པ་བཞེས་ས་འདྲ་ཆགས་ཡོད་རྒྱུ་རེད་བསམ་འདུག། དེ་ནས་སྒེར་གྱི་ཁེ་ཕན་ཟེར་དེ་ལ་ཡང་སྒེར་ལ་སྒེར་ཡོད་བསྡད་པ་ཅི་རེད། ད་ལྟ། རུ་ཏྲར་དང། ཨེ་པེ་འདི་ཚོ་ཡིན་ནམ། ཡིན་ཡང་འདི་ཁོ་རང་ཚོ་གི་ཁེ་དབེན་གི་ཆེད་དུ་བསམ་སྦྱོར་དེ་ཚོ་བཟོ་གི་ཡོད་རེད་བ། ཁོ་ཚོས་བསམ་སྦྱོར་དེ་བཙོང་གི་ཡོད་རེད། ད་ལྟ་ང་རང་ཚོ་བསམ་སྦྱོར་ཨ་རེ་ཧྥེ་བྷི་ཝེ་ག་རེ་ཡིན་ན་ད་ང་རང་ཚོ་སྐྱིད་པོ་མ་རེད་འཛམ་བུ་གླིང་གི་བསམ་སྦྱོར་རྒྱུ་ལམ་ཕར་ཆེ་བ་གིས་ཁོ་ཚོ་བསམ་སྦྱོར་དེ་ཚོ་ཉོག་ནས་བེད་སྤྱོད་བཏང་གི་ཡོད་རེད་བ།

ཨེ་རྙིང་པ་དེ་གསར་འབྱོར་ལས་མང་པོ་ཡོད་པའི་ནང་ལོགས་ནས་རང་དབང་ཅན་གྱི་གསར་འབྱོར་དེ་ཚོ་དེ་དེའི་ཚེ་ཡིད་ཆེས་ཆེ་བ་ཅིག་འདུག་བ་རྒྱ་ཞིག་འགྲོ་སྟངས་འདྲ་བ་ཅིག་འདུག་ནས་ཨེ་ཡོངས་ཀྱི་ལངས་ཕྱོགས་མཚོན་པའི་གསར་འབྱོར་དེ་ཚོ་དེ་ཨེ་སྟེ་ཚེ་ཁོ། ག་རེ་ཟེར་ན་སྐྱོང་ན་ཇི་ལྟར་དྲངས་ན་ཡོ་ཤོ་ཆུ་ཟད་སྦྱོར་བ་གཡོག་ཁོ་རང་གི་ལྟ་བ་ལངས་ཕྱོགས་དེ་སྲུང་ཤུབས་ཅི་ཡོད་དང་ཁོ་རང་གི་ཅིག་ནག་ནོར་འཁྲུལ་ལ་བལྟས་ཚར་ཡོད་ན་དེ་མ་སྦས་ཡ། ད་རྦད་དེ་སྐྱག་རྫུན་བཤད་གི་མེད་ཡིན་ན་ཡང་གོ་ཤོག་ཅིག་མང་པོ་བཤད་ཡ་དང་ཤོག་ཅིག་མ་བཤད་ཡ་དེ་འདྲའི་གི་གནས་སྟངས་ཡོང་གི་ཡོད་རེད་བ། དེ་ཅིག་རེད།

གར་ཡིན་པ་མང་དྲུག་དེ་སྐབས་ཀྱི་འཐབ་ཇུས་གར་གར་བེད་སྤྱོད་བཏང་ཡོད་བ། ཡང་མཐའ་མའི་གི་འབབ་ས་འདྲ་བོ་དེ་ག་འདྲི་གྱི་ལ་བབ་གི་ཡིན་པའི་གི་ཚོད་དཔག་ཅིག་གི་ཐོག་ནས་ཅིག་ཞུ་བཞིན་ཡོད་ད་དེ་གི་རྗེས་ལས་མང་པོ་ཞུ་བདེ་ལོངས་སུ་སྐྱེས་མི་འདུག་ལ། ཉིན་རེ་ཉིན་རེ་ཞུ་ནུ་བུས་ན་ཁྱེད་ཀྱི་འདུ་ཤེས་འདྲ་བོ་སྐྱེས་མི་འདུག་གམ་འགྱུར་བ་འདྲ་ཆེན་པོ་སྐྱེས་ཐུབ་ཀྱི་མི་འདུག་ཨ། ད་ད་ལྟ་ཁྱེད་ཀྱིས་རྡུལ་ཕྲན་གློག་ཁང་གི་སྐོར་ལས་ཅིག་གསུངས་གི་འདུག་འདི་ང་རང་ཚོ་བོད་པ་གིས་རྡུལ་ཕྲན་གློག་ཁང་ཟེར་ནི་བ་ཅིག་མི་ཡག་བ་རེད་ཁ་ཤས་ཀྱི་དེ་རྡུལ་ཕྲན་མཚོན་ཆ་ལ་ཅིག་ལབ་བསྡད་ཀྱི་འདུག་མཚོན་ཆ་རང་གི་མགོ་ན་གས་ཡོད་མ་རེད། རྡུལ་ཕྲན་གྱི་གློག་ཁང་དེ་འགེལ་བ་ཡིན་ན་ད་དེ་ཉེན་ཁ་ཆེན་པོ་ཞུ་ཅིག་རྡུལ་ཕྲན་གྱི་འོད་ལེབ་དེ་ཕྱི་ལ་འཕྲུལ་བ་ཡིན་ན་གནོད་ཅིག་ཡོད་ཡིན་ཟེར་ད་དེ་གས་ཆེན་པོ་ཅིག་རྩི་བསྡད་ཀྱི་འདུག་བ་དེ་དམིགས་བསལ་གྱི་འཇག་མི་ནས་ཀྱི་འཁྲིད་ལ་སི་གས་མ་རེད། འཇར་མན་ནི་དང་ར་ཤི་ཡ་གཉིས་བྱེད་དགོས་ན་ར་ཤི་ཡ་ཐག་ཉེ་བ་རེད་བ། ཡུག་ཁེ་རིན་གྱི་ཤར་ཕྱོགས་འདྲ་བོ་རེད་ཤར་ལྷོག་ཕྱོགས་འདྲ་བོ། དེ་ནི་བ་ར་ཤི་ཡར་ཐག་ཤི་དྲག་ཡོད་རྒྱུ་མ་རེད་འཇར་མན་ནི་འགྲོ་དགོས་ན་དེ་ནི་བ་ཧང་ག་རི་དང་དང་དེ་ནི་མ་མང་པོ་འགྲོ་དགོས་རེད་རྒྱ་ཁབ་ཁ་ཤས་ཅིག་བར་དུ་ཆོད་དེ་ཡོད་རེད་དེ་ནི་ཡིན་ན་འཇར་མན་ནི་ལེགས་རེད་བ། ཡིན་ན་ཡང་བདུད་ཕྲན་འདི་གཅིག་རླབས་འདི་གཅིག་ཤོར་བ་ཡིན་ན་ཁོ་ཐག་རིང་པོ་ཞི་བར་འགྲོ་གི་ཡོད་པ་ཡིན་ཙང། ཨ་སྟོན་ཉེན་ཁ་དེ་རྒྱ་སྐད་མང་མྱོང་དང་སྤྱི་བཏང་གི་ཆ་ནས་ཡོ་རོབ་ཁྱོན་ཡོངས་ལ་ཉེན་ཁ་ཡོང་གི་རེད་སྲིད་དང་ར་ཤི་ཡ་ལ་ཡོང་ཡ་ཡིན་ནི་རེད། བཙན་བྱོལ་དེ་ཚོའི་ནང་ལ་ཡོ་རོབ་ལ་ཉེན་ཁ་ཡོང་གི་རེད་ཟེར་གྱི་མ་གཏོགས་ཡུག་ཁེན་རེ་དང་ར་ཤི་ཡ་ཁོ་རང་ཁོ་རང་འདི་ལྟར་ཡུག་ཁེན་རེར་རྒྱག་གི་འདུག་བ་ཡུག་ཁེན་ར་ཁོ་རང་དང་ར་ཤི་ཡ་ལ་གནོད་པ་ཡོང་གི་རེད་ཟེར་གི་ར་ཤི་ཡ་གི་མི་འདུག་བ། ནུས་པ་ཡོང་དུས་ནུས་པ་ཆེ་ཤོས་དེ་ཡུག་ཁན་ཐི་གི་རེད་དེ་ནི་ཁོ་རང་གི་ཐག་ཉེ་ཤོས་ར་ཤི་ཡ་ཐི་གི་རེད་དེ་ནི་ཡོ་རོབ་ཐག་ཉེ་འདྲེན་ཚོང་གི་ཡུང་གུར་བ་སྔོན་མ་འཇའ་པན་གི་རྡུལ་ཕྲན་གློག་ཁང་དེ་ཁ་ཤོར་ཡོང་དུས་འོད་རླབས་མང་པོ་འདི་གས་ཤོར་ཡོད་ས་མ་རེད། ཨ་མི་རི་ཀ་ལ་ད་ཉེན་ཁ་ཞི་བ་སླེབས་ཤིག་ཟེར་ནས་ཀ་ལི་ཕོར་ཉི་ཡ་ཚོང་འགྲམ་དེ་བ་ལས་ཞི་བ་ཟིང་ཁེར་རྒྱག་སོང་བ། འོ་དེ་འདྲ་བོ་རེད། ད་ཁོ་ཚོའི་གནས་སྟངས་དེ་ག་དུས་ཐག་ཆོད་ཡོད་མེད་དེ་ང་ཚོས་ཀྱིས་ཤོད་ཐུབ་གི་མ་རེད། ཁ་སང་དེ་རིང་ཡང་ཡུག་གྷན་རེད་བལྟས་ཚེ་རྒྱ་ཁ་འདྲ་བོ་ཐུག་ཡོད་པའི་བཟོ་འདྲ་བོ། ད་རྒྱ་ཁ་དེ་ཕང་ཁི་ནོང་ལུག་གི་རྒྱ་ཁ་ཅིག་རེད་བ་རྩ་བའི་ཁོ་ཚོའི་ཚགས་དེ་ར་ཤི་ཡ་གི་གང་གང་ཚང་ཟིན་ནས་ཡོད་རེད་ད་དེ་ནས་ཁ་ཤས་ཀྱིས་ཚུར་ལེན་ཐུབ་ཡ།

འདིར་ཤ་ཁྲག་ནི་བདུད་ཀྱི་ཐབས་བྱུས་ནས་ཅི་བསད་བར་དེ་བཟང་ལ་བྱས། བྱས་ཤ། ད་ད་ལྟ་ང་རང་ཚོགས་ཀྱི་བསམ་བློ་གཏང་དགོས་ཡ་འདྲ་བ་གཅིག་ག་རེ་ཟེར་ན། ད་ལྟ་ར་ཤི་ཡ་གི་ཟིན་བདེ་ཡ་གི་ས་གོར་དེ་ཚོ་དེ་གི་མི་དེ་ཚོ་ལས་བསམ་བློ་གཏང་དགོས་ཡ་གཅིག་འདི་རེད་ཤ། ཁོ་རང་ཚོ་མི་རིགས་ཀྱི་ཆ་ནས།

གཅིག་འོག་གི་ཐོག་ནས་སྒོར་ཧྲིལ་པོ་རང་གཅིག་གི་ཐོག་ནས་སྒོར་མོ་མ་བཞེས་བ་བྱས་ན་ང་ས་གནས་ས་ཁུལ་ལ་ཞེ་དྲག་མ་བབས་ནས་དེ་ཡང་ཡིན་ན་ཡ་དམིགས་བསལ་གྱིས་ད་ལྟ་ཤར་ཕྱོགས་ཀྱི་མངའ་སྡེ་འདི་ཚོ་དང་འདི་ཚོ་ལས་བསམ་བློ་བཏང་ཡ་མང་པོ་ཡོད་ས་རེད། ཤོག་ཅེས་ནས་ཁོ་ཚོ་རག་ཤི་ཡ་གི་མགྱོགས་པོ་གཟིགས་ཐུབ་ཡ་དེ་ག་རེད་ཟེར་ན་ས་གནས་དེ་ལས་རག་ཤི་ཡ་ལ་སྦྱོང་བརྡར་བྱེད་ཉེར་དགའ་ལྡན་མཁན་སྐད་སྦྱོང་མཁན་མི་མང་པོ་ཡོད་པའི་རྒྱུ་མཚན་གྱིས་ཆགས་ཡོད་རེད་པ། ཨ་ད་ལྟ་ངས་མང་པོ་ཞུ་གི་མིན་ཡང་དག་འཕྲོད་འགྲོ་གི་འདུག་འོ་དེ་ཚོ་དེ་ངས་དེང་དང་དེ་ཚོ་ཤེས་ཀྱི་ཡོད་ཁྱེད་རྣམ་པ་ལས་གཟིགས་ནས་འབྲི་གི་རོགས། ཨོ་སྐུ་ཞབས་མཆོག་ཨ་ནི་བཀའ་སློབ་ཧ་ཅང་རྒྱས་པོ་གནང་སོང་བཀའ་དྲིན་ཤིན་ཏུ་ཆེ། དེ་ནས་ངས་ད་ནང་དྲི་བ་དྲུག་པ་དེ་ཡང་འབུལ་ལམ་ཞུ་ཆོག་གོ་ཅི། སྐུ་ཞབས་མཆོག་དྲི་བ་དྲུག་པ། ཕྱི་ནང་གནས་ཀུན་མཁྱེན་པའི་བདག་ཉིད་སྐུ་ཞབས་ཆབ་མདོ་ཤེས་རབ་མཆོག་གང་བ་འབུམ་གྱིས་སྔོན་བསུས་ཏེ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། བཀའ་འདྲི་ཞུ་རྒྱུར། དང་པོ། དེང་དུས། བརྡ་འཕྲིན་གྱི་བརྒྱུད་ལམ་བརྒྱུད་ནས་འཛམ་གླིང་གནས་ཚུལ་མང་ཚོགས་ཁྲོད་དུ་ཕྱི་གསལ་ནང་གསལ་ཆགས་ཀྱི་ཡོད་མེད་སྐོར་དང། གཉིས་པ། དེང་སང་བོད་པའི་སྤྱི་ཚོགས་ནང་བོད་པའི་གསར་འགོད་པ་དང་གསར་འགྱུར་ཁང་ཨ་རི་རླུང་འཕྲིན་ཁང་དང་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་བོད་ཀྱི་དུས་བབ་དང་བོད་ཀྱི་བརྙན་འཕྲིན་ཁང་འདི་དག་ལ་སྡང་ཟུག་བྱེད་མཁན་འགའ་རེ་འདུག། གདང་སུ་པ་ཁོ་ཚོས་སོ་སོའི་འདོད་པ་མ་ཁེངས་པའི་སྐྱོན་རེད་དམ་ཡང་ན་གསར་ཁང་འདི་དག་ལ་སྐྱོན་ཡོད་དམ་དེའི་སྐོར་ལ་དགོངས་ཚུལ་ཞིག་ཡོད་པ་ཞུ། གསུམ་པ། དེང་སང། སྒེར་འགའ་རེས་འཛམ་གླིང་གི་གནས་ཚུལ་དེ་དག་བོད་པའི་སྤྱི་ཚོགས་ཀྱི་སྦྲག་ལམ་ཐོག་འགྲེམས་སྤེལ་དང། དེ་དང་འབྲེལ་བའི་ཐོག་ནས་སོ་སོའི་ངོ་དེབ་བརྒྱུད་ནས་ཐད་གཏོང་སོགས་བྱེད་བཞིན་འདུག་པ་འདི་དག་ཁུངས་ལུང་ཚད་གཞི་ཅི་ཙམ་ལྡན་གྱི་ཡོད་མེད་གསལ་གཞི་ཇི་ཙམ་འཛིན་དགོས་སམ་དགོངས་ཚུལ་ཞིག་གསུང་རོགས་གནང། དྲ་མིན་བསྡུས་གསར་ནས། འོན་ཏེ་ཡག་དགའ་སློབ་ཅིག་གནང་རོགས་གནང།
དེ་ནས་དྲི་བ་དྲུག་པ་དེ་ལ་ནང་གསེས་ཀྱི་དྲི་བ་ཤམ་བུ་འདྲ་བ་གཅིག་གིས་སོམས་ཐོན་པར་འདོད། དང་པོ་དེང་དུས་བརྡ་འཕྲིན་གྱི་རྒྱུན་ནི་འཛམ་གླིང་གི་གནས་ཚུལ་མང་ཚོགས་ཁྲོད་ཕྱི་གསལ་ནང་གསལ་ཆགས་ཀྱི་ཡོད་རེད་བས་ཟེར་དེ་རེད་ཤག། ཆགས་ཀྱི་ཡོད་རེད་ཟེར་ན་ཕ་རྒྱལ་འགྲིག་རེད་བསམ་འདུག་ད་མ་ཆགས་མཁན་ཁ་ཤས་ཡོད་ན་དེ་སྒེར་སོ་སོ་གའི་གནས་སྟངས་ཞེ་དྲག་པར་ལྟོས་ནས་དམིགས་བསལ་འདྲ་བོ་ཡིན་རྒྱུ་རེད། སྤྱི་བཏང་གི་སྲིད་པ་ཆགས་ནས་བསད་ན་རེད། གནས་ཚུལ་ཕྱི་སྲིད་ནང་སྲིད་ཆགས་ཡག་གི་དུས་རབས་འདྲ་གཅིག་མ་བརྩི་བ་ཡིན་ན་ད་ལྟ་འདི་གི་དུས་རབས་དེ་ཚིག་མཐོ་ཤོས་རྩེད་མོ་འདྲ་བོ་གཅིག་སླེབས་འདི་ཡོད་རེད་བ། ད་དུང་འདི་ལ་ཡང་འགྲོ་ཡ་ཡོད་ཟེར་གི་ཡོད་རེད་དེ། ད་གང་ལྟར་ཟླ་འདིའི་ཕྱག་ལས་སོ་སོ་གི་ངོས་ནས་དོ་སྣང་དང་དེ་འདྲ་བྱས་པ་ཡིན་ན། གང་ལ་གང་འཚམ་བྱེད་སྲིད་གནང་སྲིད་ཆ་ཐུག་གི་ཡོད་རེད་ཟེར། རྙིང་པ་དེ་དེང་སང་བོད་པའི་སྤྱི་ཚོགས་ནང་ལོག་ལེ་ཟ་ཁང་དེ་ཚོ་ལ་མ་དགའ་བ། ཟླ་འདི་གཅིག་སོ་གཞོན་རག་ལ་བྱིན་ལས་སུ་ད་དེ་དང་འདྲ་ཧོན་རག་བྱ་ས་རེད། སྡང་ཟོག་བྱེད་མཁན་འགའ་རེ་ཡོང་གི་འདུག་དེ་སོ་སོག་གི་འདོད་པ་མ་ཁེངས་བ་རེད། ས་ཁང་དེ་ཚོ་ལ་སྐྱོན་ཡོད་བསྡད་པ་རེད་སྲིད། དེ་གཉིས་ཀ་ཡིན་རྒྱུ་རེད། འགའ་ཤས་སོ་སོའི་འདོད་པ་མ་ཁེངས་བ་བྱས་ནས་སྡང་ཟོག་བྱས་བསྡད་ཡ། ཡོང་གི་ཡོད་རེད་དེ་ཨ་མི་རི་ཀའི་ནང་ལོགས་ལ་ཡོང་གི་ཡོད་རེད། སི་ཨེན་ཨེན་དང། དེ་ནས་ཧྥགས་ནིའུ་ཟ་དེ་ཚོ་ལས། ཨ་ནི་སོ་སོ་སོ་སོ། ཤོད་མཁན་འདྲ་བ་སི་ཨེན་གྱིས་ཕག་ཚོ་སྤྱོད་འཇུག་བྱས་ཏེ་དེ་འདྲ་ཡོང་གི་འདུག་ཨ། ས་ཁང་ཁོ་རང་གཉིས་ཡང་ཕག་ཚོ་སྤྱོད་འཇུག་བྱེད་རེ་བྱེད་ཀྱི་རེད། ཨ་དེ་འདྲས་ཡོད་བྱུང་བ་རེད། ཨ་ནི་ས་ཁང་དེ་ཚོ་ལ་ཡང་ད་ཤོན་ལྟས་ཚེ་ལྟས་ཚེ་མེད་པ། ཁག་པོ་རེད། གཙོ་བོ་དེ་ད་དྲང་བདེན་གྱི་ཕྱོགས་སུ་འགྲོ་བའི་དེ་གལ་ཆེན་པོ་ཆེ། དྲི་བ་ག་ཚད་བཏང་བ་དེ་དྲི་བ་གི་ས་བི་རྒྱ། ཕྱི་རྒྱ་ལ་ཡིན་ན་དྲི་བ་ལ་ནོར་འཁྲུལ་ཡོད་མ་རེད་ཟེར་གྱིན་འདུག་དེ་དཔེ་གལ་ཆེན་པོ་རེད། བོད་ཀྱི་འགྲོ་སྟངས་འདྲ་བོ་དེ་གཅིག་ཆགས་བ་ཡིན་ན་དཔེ་ཡག་པོ། ང་རང་ཚོ་འདྲ་ཆ་མཚོན་པ་ཡིན་ན་དགེ་སློང་བཅས་ལ་ཆུ་མི་བསད་ཡིན་པས་ཟེར་དྲི་བ་ཡིན་ན་ད་ཞོད་ཅིག་ཤོད་རྒྱུ་ཅི་ཟེར་བ། ག་ཡིན་གང་ཡིན་ཞེས་ད་དེ་འདྲའི་དྲི་ཟུར་ཟེར། ཕྱི་རྒྱལ་གྱི་ལྭ་བ་རྣམས་ཀྱི་དྲི་བ་ལ་ནོར་འཁྲུལ་ཡོད་མ་རེད་ཟེར་དེ་རང་རེད། མི་སེར་ཡིན་པས་ཟེར་ན་ཨ་ནི་པ་ག་ཏིག་གི་མི་སེར་མེད། མི་མ་དགོས་ང་ཚོ་འབུ་སྲིད་ཅིག་ཡན་ཆད། སྲོག་ཆགས་ཚང་མ། གོ་སོག། དང་དེ་འདྲས་ཀྱི་ཆ་ནས་མཐོ་སྒང་སྤྱི་མཚུངས་ཀྱི། འདུ་ཤེས། ལྟ་བ། ལངས་ཕྱོགས། ལ་སོགས་པ་དེ་འདྲ་འདྲ་ཤེས་ཀྱང་རྒྱང་ནས་མི་ཧང་སང་ཡང་དེ་འདྲའི། བྲོ་བ་དེ་ལ་བརྟེན་ནས་སོ་སོའི་ཁྱད་ཆོས་མང་པོ་ཅིག་ཡང། ཤེས་ཆོག་གི་རེད། དྲི་བ་དེ་འདྲ་ཅིག་མ་དྲིས་པ་ཡིན་ན་ནི་ངས་གཅིག་བྱས་ཡིན་ངས་གཉིས་བྱས་ཡིན་ཟེར་ནས་བཤད་བསྡད་པ་ཡིན་ན་དེ་ལས་ང་ཚོ་ཕ་ཡིན་ནས་ན་འཆི་བར་འོང་ཐོས་ཟེར་སྣང་ཆ་ལ་རྒྱུ་ས་འདྲ་བོ་བྱ་དགོས་རོ། དེ་དང། དྲི་བ་དེ་ཚོ་ལས་ག་རེ་ཟེར་དགོས་རེད་ཅེས་ཞུ་འཇུས་མ་བྱས་པ་ཅིག་ནི་དངོས་གླིང་གི་ཅེས་མ་བགྲང་བ།

ཏན་ཏན་ཨ་རེ་ད་འདི་འདྲའི་འདྲ་བོ་ཡིན་ན་ཁོ་གཏུག་ས་ཅིག་འགྲོ་ས་ཅིག་ཡོད་རེད་བསམ་གོ་ད་ད་མ་ཡེངས་པ་གི་ཅེས་གྲོགས་བཀྲ་ཐང་གི་ཐོག་ནས་གོང་དུ་ཅིག་ཤེས་པ་དེ་འདྲས་བྱས་བསྡད་དེ། སོ་སོ་སྒེར་འབྲེལ་པ་མ་ཤེས་ཟེར་ན་མི་འདུག་ཤོང། གར་སིག་གི་རང་སྣང་གླེང་སེ་ན་མི་འདུག་ད་ལྟའི་བཟོ་འདི་ཅིག་ཆགས་འགྲོ་གི་རེད་བ་ད་ལྟའི་སྐོར་དེ་ད་འདོད་གང་ལ་ཞུ་བ་དེ་ཕ་རྗེས་མཐུན་འགྲོ་ས་རེད། ནང་སའི་དྲི་བ་གསུམ་པ་དེ། དེང་སང་བོད་པ་མི་སྒེར་ཁ་ཤས་ཀྱིས་སྤྱི་ཚོགས་འབྲེལ་མཐུད་ཀྱི་དྲ་རྒྱ་གི་ཐོག་ལ་གནས་ཚུལ་མང་པོ་སྤེལ་བདེ་བ། ངོ་དེབ་ལ་སོགས་པ། ཡོལ་དྲུག་ལ་སོགས་པ་འདི་ཚོ་ནང་ནས་ཀྱང། འོ་ཅིག་བྱས་བསྡད་ཀྱི་འདུག་ད་དེ་ཁོང་ལོངས་ཚད་ལྡན་ག་ཚད་ཅིག་ཡོད་རེད་གསུངས་ནས་དེ་རེད། ད་དེ་ཚང་མ་རྡོག་རྡོག་གཅིག་གི་ནང་ལོགས་ལས་སྡོད་ཐུབ་མ་རེད་བ། ཁ་ཤས་ཀྱིས་གང་ལ་གང་འཚམས་ཞིབ་འཇུག་བྱས་ནས། ཁོའི་འབྱུང་ཁུངས་ཚད་ལྡན་དེ་ཚོ་ལ་གཏོང་ནས་ཤི་ཡོད་པའི་བཟོ་འདྲ་བོ་འདུག་ད་ངས་མཐོང་བ་དེ་ཚོ་ནང་ལོགས་ནས་ཤི་གི་ཡོད་རེད་བ་ཚང་མ་ད་ངས་མཐོང་གི་མ་རེད་བ་གར་གར་བཞིན་འགྲོ་གི་ཡོད་ད་ཁ་ཤས་ནས་རྦད་དེ་ཆགས་ཤོག་ཁྱོད་ནི་མེད་མཁན་ཤེས་བསྡད་མཁན་དེ་འདྲ་ཡང་མང་པོ་མཐོང་ཡ་འདུག་འགྲོ་སྟངས་སྐོར་ཁྱོད་ནས་ཅིག་གསར་འགྱུར་དུ་དེ་འདྲ་ཅི་འཛམ་པོ་གླེང་གི། གསར་འགྱུར་གྱི་འགྲོ་སྟངས་ཀྱི་ཡོལ་བ། རྒྱ་སྐད་དང་ཆབ་སྲིད་ཀྱི་གནས་སྟངས་ཀྱི་ཡོལ་བ། འོ་དེ་ཚོ་ཁྱོད་ནས་མགོ་མ་ཚོས་པའི་ཐོག་ནས་ཨང་ཡང་ཀོ་ཤེས་བསྡད་མཁན། འོ་དེ་འདྲ་ཡང་འདུག་ད་ལྟའི་ཅི་རིགས་ཀྱི་ཡོང་བསྡད་ཀྱི་འདུག་མཐའ་གཅིག་ཏུ་ཀོ་ཕྱོགས་གཅིག་ལས་བསྒྲིགས་ཀྱི་རེད་དེ་ཡོང་གི་མི་འདུག། དེ་ཤེས་སྟངས་ཀྱི་ཆ་ནས་ད་ཐ་སྙད་བེད་སྤྱོད་བཏང་སྟངས་ཐོག་ལ་གཟབ་གཟབ་བྱེད་དགོས་ཡ་འདྲ་བ་ཁ་ཤས་ཀྱིས་ཡོང་དགོས་ཡོད་པའི་བཟོ་ནས་འདུག་མི་ངོ་ཤེས་པ་དེ་འདྲ་འབོད་དགོས་ཞུགས་ཡོད་དེ། ཅི་ནུས་པ་ཟེར་གྱི་ཐོན་གྱི་མི་འདུག་ཁ་ཤས་ཀྱིས་ཐད་གཏོང་ལ་དེ་འདྲ་བྱས་འོང་དུས་ད་ལྟ་ཉན་མང་པོ་ཡོད་བསྡད་པ་ལྷག་པར་གཞོན་ཤིང་ལྟ་ཉན་མང་པོ་ཡོད་བསྡད་པ་དེ་ཚོ་གིས་ཐ་སྙད་བེད་སྤྱོད་གཏང་སྟངས་དེ་ཚོ་དེ་ལྟས་ཙི་ཟ་ཟེར་མ་གྱིས་ནས་དེབ་ཀྱི་ཤུགས་རྐྱེན་ཐེབས་འགྲོ། ང་ཚོ་བོད་པ་གི་སྐད་དེ་བོད་པ་ཡིན་ནམ་མིན་ནམ་ཚང་མ་སྐྱིབས་ཀ་འདྲ་བོ་ཡིན་རྒྱུ་རེད། དེ་འདྲའི་རྒྱོགས་ཆེན་པོ་ཡོད་བསྡད་པ། བརྒྱུད་ལམ་ཁག་གི་ནང་ལོགས་ལས་ཁྱབ་ཆེན་པོ་ཡོད་བསྡད་པ་དེ་ཚོ་གི། སྐད་ཆ་བཤད་སྟངས་ཟ་སྟངས་འཐུང་སྟངས་དོགས་སློང་འཇོན་སྟངས་ཚུན་ཆོད། དམངས་ཁྲོད་ལ་མ་ཞུགས་རྐྱེན་ཐེབས་མགྱོགས་པ་ཞི་བ་ཅིག་ཡོང་གི་འདུག་ཨ། དེ་ཚང་ཐ་སྙད་བེད་སྤྱོད་བཏང་སྟངས་ཁ་ཤས་ཡིན། ཨེ་བོད་ཀྱི་བརྡ་སྤྲོད་དང་མ་མཐུན་པ། ཟླ་གཅིག་གོ་ཐ་སྙད་ཡག་འདུག་ཟླ་བརྒྱ་རེ་བརྒྱབ་བའི་སྐད་ཆ་དེ་ཚོ་དང་གཡོག་ཤོག་གོ་མི་སོ་སོ་གི་གཅིག་རེད་དེ། སྲིད་ཏང་གི་མ་སྐད་ཆ་བཤད་ཡོང་དུས་ཨ་དེ་འདྲིའི་གི་གནས་སྟངས་མང་པོ་ཡོང་གི་འདུག་ཨ། ཚོ་སྤེལ་ཚེ་ཟ་ཟས་མ་བྱིན་བ་ཡིན་ན་དེ་ཉིན་རེ་ནས་ཉིན་རེ་མང་རུ་མང་རུ་འགྲོ་གི་འདུག་དཔེ་འདྲ་གཅིག་ཞུ་བ་ཡིན་ན། ཚིག་ཐག་མཐོང་པོ་ཟེར་གཅིག་དེང་སང་ལབ་མཁན་དེ་མང་པོ་ཤོས་ཆགས་ཡོང་གི་འདུག་དང་པོ་གཅིག་གིས་ལབ་གི་ཡོད་པ་ཇི་སྙེད་གོ། ད་ངས་གོ་བ་དེ། བདག་གཅིག་ཚེ་རེ་དེ་མི་གཉིས་སོང་ཅིག་ལ་བ་གོ། དེ་ནས་བདག་ཁ་ཤས་ཀྱི་རྗེས་ལས་མི་ལྔ་དྲུག་ཅིག་གིས་བདག་རང་ལ་ཡོང་དུ་བ། ཚིག་ཐག་མཐོན་པོ་ཟེར་དེ་འདྲའི། ཐག་ཁ་ཤས་ཐག་ལ་ཚ་དུས་ཡང་ན་ཡོས་ལུང་པ་གི་རྒྱང་ཐག་ཤེས་བ་ཡིན་ན་ཐག་རིང་དུ་མཐོང་ལ་གར་མི་ཚེ་ཆེད་དུ་ཆོང་སྐད་ཆ་ཡོད་མ་རེད་བ། ཡང་མིན་ན་ཐག་གཅོད་ཀྱི་ཐག་ལས་བཅད་བ་ཡིན་ན་ནི་ཚིག་ཐག་ཆོད་པོའི་ཟེར་གྱི་ཡོད་རེད་བ། མི་ཚིག་ཐག་མཐོང་པོ་ཟེར་དེ་འདྲའི་ཐག་དེ་ལ་ཟེར་དུས་མཐོང་པོ་དེ་ལ་ཡ་དེ་ཁོ་ཏག་ཏག་ཅིག་བསྡད་གི་ཡོད་མ་རེད། མཐོང་པོ་ལ་དགོས་ཡོད་ན་ཡིན་གྱི་མིན་མཐོང་པོ་ལ་དགོས་ཡོད་ན་ནི་སྐལ་བཟང་མཐོང་པོའི་ལ་བ་ཡིན་སྤོབས་པ་མཐོང་པོའི་ལ་བ་ཡིན། མཐོང་པོ་བསྐོར་བ་འཇིབ་ས་གི་ཡུལ་མང་པོ་ཡོད་རེད་བ། མི་ཚིག་ཐག་ལ་ཟེར་དེ་ནི་མཐོང་པོ་ཟེར་རོ། ཨོ་དེ་གི་བཟོ་འདྲ་བོ་ང་ཚོ་ཐ་ནི་ཁེན་ཚ་ཞོ་དེ་འདྲ་ནི་ལབ་ཡོང་འདུག་ད་དེ་མི་མང་པོ་ཅིག་གི་རྗེས་ཟློས་བྱས་ནས་ཨེ་གང་བྱུང་མ་བྱུང་ལབ་འགྲོ་གི་འདུག་ཨོ་དེ་ཚོའི་ཐོག་ལ་ང་དོ་སྣང་རོགས་དེ་ཚོ་བྱུང་མ་ཐུབ་ཨེ་མི་རེ་རེ་གི་ཀོ་དེ་ཚད་ལྡན་ཡིན་དང་མིན་དེ་འདྲའི་གི་ཞིབ་འཇུག་བྱས་ནས་བསྐུལ་ན་དེ་ཡོང་གི་མི་འདུག་ཨོ་དེ་དེ་འདྲ་འདྲ་བོ་ཅིག་གི་དུས་བ་གནང་རོགས་གྱིས།
ཨ་ནེའི་བཀའ་སློབ་གནད་ལ་འཕིགས་པ་ཞི་དྲག་གིས་རྣག་ཐོག་གཙག་འཁེལ་དེ་འདྲས་གསུངས་སོང་ཨ་ནེ་དོ་ཅི་བྱེད་ཞུ་བ་ཡིན་ཨ་ནེ་ངས་གཤམ་ལ་ཡང་དྲི་བ་བདུན་པ་དེ་ཡང་ཕུལ་ཆོག་དྲི་བ་བདུན་པ། མཁྱེན་རྒྱ་ཤིན་ཏུ་ཡངས་པའི་བཀུར་འོས་ཆབ་མདོ་ཤེས་རབ་མཆོག་བོད་དོན་གླེང་སྟེགས་ཁང་དུ་སྐུ་མགྲོན་དུ་བྱོན་པར་ལེགས། དྲི་བ་དང་པོ། ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་བརྡ་འཕྲིན་བརྒྱུད། འབྲེལ་ལམ་འདིའི་སྐབས་ཕ་མ་ཚོས་རང་གི་གཅེས་ཕྲུག། རང་ལོ་གཅིག་ནས་ལྔ་བར་གྱི་ལོ་ཚོད་ལ་ཕྲུ་གུའི་ལག་ཏུ་དེང་དུས་རིག་གསར་ཅན་གྱི་ལག་ཐོགས་ཁ་པར་དང། Tablet། ད Tablets ནི་གྲུ་བཞི་ཆུང་ཆུང་དེ་ཡིན་པ་འདྲ། ལ་སོགས་པ་རྩེད་མོའི་རྣམ་པར། ཉར་གྱི་ཡོད་པ་དེ་དག་བྱིས་པའི་གཟུགས་ཁམས་ཀྱི་བདེ་ཐང་དང། སེམས་ཁམས་ཀྱི་འཚར་ལོངས་དང་ཀླད་པ། མིག་བཅས་ལ་ཕན་ནུས་གང་དང་གང་ཡོད་དམ། དྲི་བ་གཉིས་པ། བརྡ་འཕྲིན་དེས་འགྲོ་བ་མིར་ཕན་ཐོགས་ཆེན་པོ་ཡོད་པ་ཇི་བཞིན་མིའི་གཟུགས་ཁམས་ལའང་གནོད་འཚེ་ཆེ་ཆུང་དང་ཉིན་རེར་ཆུ་ཚོད་ག་ཚོད་བལྟས་ན་ལེགས་སམ། སྐུ་ཉིད་ཀྱིས་དེའི་ཐོག་དགོངས་ཚུལ་ཅི་ཡོད་དམ།

མདུན་སྟེགས་ཀྱི་ནང་ལོགས་ལས་ལག་མདོག་ཁ་པར་དང་ཏེབ་ལེད། iPad། ལ་སོགས་པ་དག་འདི་ཚོ་ཞིག་པི་ལག་ནང་སྤྲད་རྒྱག་པ་ཡིན་ན། དེ་བདེ་ཐང་ལ་ག་ཚད་གནོད་གི་རེད་སེམས་ཁམས་ལ་ག་ཚད་གནོད་གི་རེད་ཀླད་པ་དང་མིག་དང་ད་མང་པོ་ཅི་མ་སོང་ཡིན་ལ། གནོད་གི་རེད་ཟེར་ཡས་ཚང་མ་གི་ཤེས་བསྡད་གི་འདུག་ད་ག་ཚེ་ཚར་གཅིག་གནོད་ལུགས་གནོད་སྟངས་ང་ལ་ཞིབ་ཕྲ་ཞོལ་མེད་གཙོ་བོ་དེ་ད་མཐར་ཆད་མ་ཆད་ཐོག་ནས་གདོང་བརྒྱབ་དགོས་ཀྱི་རེད་བསམ་གི་འདུག་ང་ཚོ་བྱ་བ་ག་འདྲའི་བྱེད་ན། ཐག་ཆད་སོང་བ་ཡིན་ན་ད་ཀོ་ཚང་མ་གི་གནོད་གི་ཡོད་རེད་བ་སྨན་ཡིན་ན་ཡང་མང་དྲག་སོང་བ་ཡིན་ན་ཀོ་ལྡོག་ཤོག་གི་ནུས་པ་ཐོན་གི་ཡོད་རེད་བ། ཨེ་ཞེ་སྡང་གི་དེ་ཚོ་སྤེལ་བ་ཙམ་གྱིས་གི་ཞི་བ་དེ་ནི་གནོད་སྐྱོན་དང་འགྲོ་གི་ཡོད་ན་མེད་ན་ཨེ་སྤུ་གི་སེ་དེ་ཀོ་བསམ་བློ་བཏང་མི་ཤེས་དུས་ཨེ་གཅིག་བཏང་ན་ཚོད་མེད་བ་ཨེ་དེ་ཡང། རིག་པ་བསྒྲལ་ནས་མིག་གི་ཤུགས་ཆེན་པོ་བལྟ་ཡོང་དུས་གནོད་ཆེར་ཡོད་རེད་བ། ང་ཚོ་མི་རྒན་པ་ཡིན་ན་ཡང་སྐམ་པོ་བཀྲ་ད་དེ་ཚོ་བལྟ་དུས་ཁོ། གཅིག་ནི་དུས་ཡུན་རེད་ཤག་གཉིས་པ་དེ་བལྟ་ལོ་བལྟ་སྟངས་ཀྱི་ཆ་ནས་གསུམ་པ་གཅིག་ལ་བལྟ་ས་ཁོ་རང་གི་རྒྱུ་ཆ་དེ་འདྲའི་གི་ཐོག་ནས་ཆེ་བ་འགྲོ་གི་འདུག་བ། ཁ་ཤས་ཀོ་དེ་ཙམ་གཅིག་གལ་ཆེན་མོ་མིན་པ། ཕག་གཡོག་གི་རྟ་ཟ་གི་འཕྲུལ་ཆ་ཡིན་ན་ཡག་པོ་ཡོད་པ་ཤེལ་ཡིན་ན་ཡག་པོ་ཡོད་པ། ནང་ལོགས་ཤ་ཡིན་གཉིས་ཁོ་རང་ཡིན་ན་སྤུས་དག་ཡོད་པ་ཡིན་ན་ཀོ་དེ་ཙམ་མ་གནོད་ཡ། ཁ་ཤས་དང་པོ་སྐམ་པོ་ཏྲ་ཡིན་ན་ཁོ་རང་སྐམ་པོ་ཏྲ་སྐྱོ་བོ་བྱེད་དེ་ནང་ལོགས་གཉིས་དེ་ཡང་རྒྱུ་ཆ་སྐྱོ་བོ་བྱེད། ཨ་ནི་ལྟ་བའི་སྐབས་སུ་ཡང་དེ་ཞི་བའི་སྐུ། ཡི་གེ་ཡིན་ན་ཆུང་ཆུང་འདྲ་བོ་དང་གཅིག་ད་ག་རེ་ཡིན་ན་ཞིབ་ཚགས་བྱས་ནས་བལྟ་དགོས་ཡག་གི་རེད་དེ་ཚོ་དེ་ལྟར་དམིགས་ཏེ་ཤུགས་ཞིབ་ཅིག་བརྒྱབ་ནས་བལྟ་དགོས་ཡག་རེད་བ་ད་དེ་འདྲའི་གི་ཐོག་ནས་མང་བོ་གནོད་གི་འདུག་བ། བྱས་ཙང་ད་སྤུ་གུ་ལ་དེ་ཚོའི་རེག་དེ་མ་སྤྲད་ཟེར་ནས་ལབ་བསྡད་དེ་ད་ཁ་གཅིག་སྒྲ་འདྲ་བོ་གཅིག། ཡག་གི་སྨན་པ་ནི་ཀྱི་མ་གི་ཕ་མ་ནི་ཀྱི་ནི་རེད་ཤག་ཨེ་ཡིན་ན་ཡང་ཕ་མ་དེ་ཚོས་སྤྲད་ནི་སྤྲད་བསྡད་གི་ཡོད་ད་མ་སྤྲད་ན་བརླག་ཁེག་མི་འདུག་སི་ནམ་རྒྱུན་སྤྲད་གི་མེད་ཡིན་ན་ཡང་སྨན་འདྲ་ཐོབ་སྐད་ཆ་ནི་ཤེས་དགོས་དུས་ཡང་སྤུ་གུ་དེ་ཚོ་བསྡད་རུང་མི་བྱེད་རེད་ཁ་བརྡ་སྤྲད་ནི་སྟེ་ཁེག་རྒྱོག་སི་ལ་ཡག་དུ་བ་དེ་ངས་ཞིབ་ཕྲ་དུ་སྐད་ཤོད་ཤེས་གི་མི་འདུག།

མ་གཏོགས་རྦད་དེ་རྒྱ་རྒྱ་རྒྱ་ཟེར་དེ་འདྲས་ག་རེ་ཡིན་ན་ཁག་པོ་ཡིན་རྒྱུ་རེད། འོ་དེ་གི་ཆ་ནས། ད་གདམ་ལ་གོ་ཡ་རེད། ཨ་ཉི་མ་རེ་རེ་ལས་ག་ཚད་བལྟ་དགོས་རེད་ཟེར་དེ་ཡོད་ད་ནི་ཚད་ཀྱི་ལ་དེ་གི་བལྟ་ད་ཧ་གོ་མེད། གཅིག་གྱུར་དེ་འདྲས་ད་དེ་ཡོད་རྒྱུ་མ་རེད། སྨན་པ་འདྲ་བོ་སུ་འདྲ་ཀྱི་ལམ་སྟོན་བྱེད་པས་ནི་གང་ཉུང་ཉུང་བསྟུད་ཟེར་ཡ་འདྲ་བོ་ཆེན་པོ་ཡིན་རྒྱུ་རེད་བསམ་གི་འདུག། ད་ལྟ་དེ་ལ་ཡང་སྒེར་སོ་སོ་ལས་དོན་དེ་དང་འབྲེལ་བ་ཡོད་མེད་དང། གར་སེ་གུ་རེ་དང། གནས་ཁང་དེ་དམའ་འབྲ་ཆགས་ཀྱི་ཡོད་རོ། ཀ་ཤས་ཀྱི་ལས་ཀ་དེ་ད་རྒྱ་གི་ནང་ལོག་སྐམ་པོ་གྲང་ནང་ལོག་ལས་ཀ་ཡིན། ད་ཉུང་ད་ཆུ་ཚོད་བརྒྱད་ཚེ་ཉི་མ་རེ་རེར་མ་རྩ་རང་ད་ཆགས་ཀྱི་རོ། དེ་སོ་སོའི་ལས་ཀ་ཆགས་ཀྱི་ཡོད་རོ། ལས་ཀ་གི་ངོ་བོ་གཅིག་དགོས་མཁོ་གི་ངོ་བོ་བཅས་ཚོགས་ཐེབས། ཆགས་ཀྱི་ཡོད་ཡིན་ན་ད་སྐོར་མ་ད་རང་ད་རེད། དེ་གི་ཐོག་ལ་ཞི་བའི་སྐད་དེ་སོ་སོ་གི་ཚོགས་གནས་དང་འབྲེལ་བ་མེད་པ་ཡིན་ན་མཚམས་མཚམས་སྐོར་བལྟས་ཚེ་བལྟས་ཚེ་རེད་མ་གཏོགས་དེ་གང་ཉུང་ཉུང་འདྲ་བྱས་ན་ཟེར་ཡ་ཇི་ལྟར་དེ་འདྲའི་འདྲ་བ་ཅིག་མ་གཏོགས་ཁྱེད་ད་རྒྱ་རྒྱ་རྒྱ་ཆུ་ཚོད་འདི་སྐམ་མ་འདི་ཟེར་གྱི་ཡོད་མ་རེད། འདི་ནི་རྙིང་པ་སྤྱིར་བཏང་མཁན་གྱི་མི་ཁོ་རང་གི་གཟུགས་ཁམས་དེ་མ་འདྲ་མ་འདྲ་མ་འདྲ་བར་བརྟག་ས་གི་ཡུལ་དེ་གང་དུ་ཞུགས་པ་ནང་བཞིན་ཁོ་ཅི་རིགས་ཀྱི་ཡོད་ཚད་དེ་ལྟར་དེ་ཚོ་དེ་སྡོམ་བརྒྱབ་ནས་ཐག་བཅད་ནས་ཨོ་འདི་དང་འདི་འདི་ནས་འདི་ཡི་བར་དུ་ཟེར་དེ་འདྲས་ཡོད་མ་རེད་བསམ་གྱི་འདུག་དེ་འདྲས་འདྲ་བ་མེད་འགྲོ། བོད་དོན་གླེང་སྟེགས་ཁང་གི་ཚོགས་གཙོ་སྐུ་སྐྱེ་མ་བཀྲ་ཤིས་རོལ་ལངས་མཆོག་ནི་དེའི་ཐུགས་རྗེ་ལེགས་གསོལ་དང་མཇུག་སྡོམ་གྱི་གསུང་བཤད་གནང་སྐབས་བོད་རོགས་གནང། ད་ག་ཡིན།